ས་དེ་འདྲ་ཡིན་དུས་ཡང་བབ་ས་དེ་བདེན་བཞིའི་རྣམ་གཞག་དེའི་སྒང་ལ་བབ་ཡོང་གི་འདུག་བ། ས་དེ་འདྲ་ཡིན་དུས་ད་དེ་འདྲ་བའི་སྒོ་ནས་སྐྱབས་ཡུལ་སངས་རྒྱས་ཆོས་དགེ་འདུན་ས་ཡ་དེ་གསོན་པར་གསོད་པར་བྱེད་དོགས་ལ་ཡང་ཤར་བའི་ཐོག་ནས་ད་ངས་ཀྱང་ད་ཆོས་དཀོན་མཆོག་དེ་ལྟ་བུ་རྒྱུད་ལ་སྐྱེས་པའི་སྒོ་ནས་སློབ་པའི་དགེ་འདུན་དུ་འགྱུར་བར་བྱེད་ཀྱི་ཡིན་མཐར་ཐུག་མི་སློབ་པའི་དགེ་འདུན་དུ་འགྱུར་བར་བྱེད་ཀྱི་ཡིན་མཐའ་ཡས་པའི་བསམ་བྱ་ཐམས་ཅད་ཀྱང་ཚུལ་དེ་ལྟ་བུ་ལ་འགོད་ཀྱི་ཡིན་བསམ་པ།

ཡིད་ཆེས་བློས་བཀལ། རྩེ་གཅིག་པའི་དགའ་ཞེན་དད་ཞེན། དེ་འདི་གཅིག་གི་ཐག་ནས་ཁྱེད་མཁྱེན་བསམ་པའི་ཐག་ནས་སྐྱབས་འགྲོ་ཁ་ནས་འདོན་ཡག་རོགས་དེ་འདྲ་ཡིན་པ་རེད། སྐྱབས་འགྲོ་ཡག་པོ་ཅིག་ཡོང་དང་མ་ཡོང་ཟེར་ཡག་དེ་རྩ་བ། ཅིག་སྐྱབས་སུ་འགྲོ་དགོས་པའི་རྒྱུ་མཚན་དང། ཅིག་སྐྱབས་སུ་སོང་ན་ནུས་པ་རུ་ག་འདྲ་ཡོད་པ་ཁེ་ཕན་རུ་ག་འདྲ་ཡོད་པ་དེ་རིགས་ཡག་པོ་ཅིག་ཤེས་ནས་སྐྱབས་སུ་འགྲོ་དགོས་ཡ།

ཕྱིར་མ་བཏང། གྲངས་ཀ་གཅིག་བྱས། ཡང་ཡར་བརྔུབ། ཡང་ཕྱིར་མ་བཏང། གྲངས་ཀ་གཉིས་བྱས། དུས་ཟིན་ནས་ཡང་གྲངས་ཀ་བཅུ། ཉི་ཤུ། དེ་འདྲ་བཟང་བོ་གཏོང་ཡ། དེ་ནས་ད་མ་ཁོ་སྦྱོང་བརྡར་བཏོག་ཟེར་བྱས་ཡོང་དུས། གཅིག་ནས་བཅུ་བར་དུ། ཡང་ལུགས་འབྱུང་གི་གྲངས་ཀ་བརྒྱ་གཅིག། ཡང་བཅུ། དགུ། བརྒྱད། བདུན། ད་དེ་བསམ་བློ་གཉིས་པ་ཞིག་བཏང་དགོས་འདུག་ཨ། དབུགས་རྐྱང་རྐྱང་མ་ཡིན་པར། ད་ཁོ་མ་གྲངས་ཀ། གཅིག་གཉིས་གསུམ་ཟེར་ཏེ་ཁ་ལ་སྦྱོང་བསྡད་འདུག་ད། དགུ་བརྒྱད་བདུན་དྲུག་ལྔ་ཟེར་ཏེ་ལུག་ཏོག་གི་མ་ཐང་ཁ་རུ་བརྒྱབ་ཡོང་དུས་ཡང་དེ་ཡང་དྲན་པར་བ་གསར་བ་ཞིག་བསྟན་འགོག་འདུག་ག། གང་འདྲ་སྦྱོང་བརྡར་བྱས་ཡོང་དགོས་དེ་དགེ་སྡིག་སྐད་ཆ་ག་གེ་མ་རེད་དེ་དགེ་བ་དང་སྡིག་པའི་སྐད་ཆ་ག་གེ་མ་རེད་ད་ཁོ་བློ་བློ་ཕག་ཅིག་རྟག་པར་རེ་ཞིག་ཡང་ཕྱིན་ཆད་སེམས་ཕག་འཕྲོ་དེ་ཁོ་ཚུར་རུག་རུག་ཟ་དོན་དག་དབུགས་རྐྱང་རྐྱང་འགག་འདུག་བསམ་བཏང་ནས་འདི་འདྲ་གསུངས་བཞག།

དབུགས་གང་ལ་བརྟེན་སའི་ལུས་དེ་ཤི་རུས་གདོས་བཅས་ཀྱི་ད་ང་ཚོ་གློ་བ། རེད་པ། ཨེ་ནི། གློ་བའི་ཁུ་ཁྱོ་བརྒྱབ་ཡ། ད་ག་ནང་བཞིན་གྱི་གློ་བའི་ཁུ་ཁྱོ་བརྒྱབ་དེ་དེ་སྙིང་དབྱུག་ནི་ཁྲག་རྩའི་ཁུ་ཁྱོ་བརྒྱབ་པའི་ཐོག་ནས་གློ་དབྱུག་འགུར་གློ་དབུགས་འགྲོ་འགོར་མ་གཏོགས། གོ་ར་གཅིག་གློ་གཅིག་གོ་མར་བ་ད་ཟེར་ཙང་ཀ་དེའི་དུག་སེལ་དུས་ཕུང་པོ་ཕུང་པོའི་ནང་གི་ལུས་ཀྱི་ཆ་ཤས་དེའི་དེ་གོ་གང་དག་ག་ཚོད་ཚོགས་པའི་སྟེང་ནས་ནུས་པ་དེ་ཡོང་གི་ཡོད་པ་དབུགས་དེ་ཡོང་གི་ཡོད་པ། གོ་ལུས་ལ་བརྟེན་ནས་ཡོང་གི་ཡོད་པ།

གནས་ཚུལ་མང་པོ་ཞིག་ལས་ཀྱི་འདུག་ག་དེ་འདྲ་ཡིན་དུས་ལུས་དྲན་པ་ཉན་ཤག་ནི། འཚོ་བ་དྲན་པ་ཉན་ཤག་སེམས་དྲན་པ་ཉན་ཤག་ནི། ཆོས་དྲན་པ་ཉན་ཤག་ཟེར་དེ་དེ་དབུགས་འགྲོ་འོང་དེའི་ཐོག་ནས་ནི་དཀའ་ལས་དཀའ་ལས་པ་རྒྱ་ཆེར་བཏང་ནས། དེ་ནས་ཕ་བ་ཕ་བསམ་བཏང་ཡོང་དུས། ལུས་དེ་ཅིག་དམིགས་བསལ་གྱི་བས་ལུས། དམིགས་པར་བལྟས་བྱས་ལུས་ཁོ་རའི་རང་མཚང་རུ་དེ་ཅིག་བཞེངས། འཚོ་བའི་སྒང་ལ་དམིགས་བསལ་གྱི་བསམ་བློ་བཏང་ཡོང་དུས་འཚོ་བ་དེའི་བས་རྗེན་པར་བ་ཅིག་ཆགས། དེ་ནས་དེ་དག་ཞིབ་འཇུག་བྱེད་མཁན་གྱི་རྣམ་པར་ཤེས་པ། དེ་སེམས་དྲན་པ་ཉིད་ཤར་ཏེ་སེམས་དེ་གསལ་བར་ཆ་ཡང་དུ་བལྟ། སེམས་སྐད་ཅིག་སྐད་ཅིག་གིས་འཇིག་འགྲོ་གཡོ་བ། སེམས་འགྱུ་བ་སྣ་ཚོགས་འགྲོ་གཡོ་བ། ཚེ་དུས་དག་ཟེར་ཡག་དེ་སེམས་གང་ལ་འཛུགས་བཙུགས་ནས་མ་བསྡད་པའི་ཆ་ཡང་ཅི་ཡོང་སར་བ། ཚེ་དེ་འདྲ་ཡིན་དུས། ཕུང་པོ་ལྔ་དེ་བར་གསལ་ཡོང་དུས། ཕུང་པོ་ལྔ་ཙམ་ཕུང་པོ་ཚོགས་ཙམ་ཕུང་པོ་ལྔ་ཙམ་ཞེས་མ་གཏོགས། ཕུང་པོ་ལ་དབང་བསྒྱུར་ངེས་ཀྱི་དག་འདི་རེད་ཟེར། དྲན་ཁ་རྒྱག་མཁན། ཚོར་མཁན། སེམས་མཁན།

བ་དང། དཔེར་ན་ཡོ་གའི་ནང་ལོགས་ལ་དབུགས་སམ་གཏམ་ཞིག་ཡོད་ཡིན། རིགས་ཁ་ཤས་ཡོང་ཡོད་ཡིན་སྐོར་རེད་ལ། བ་དང་ག་དང། དབུགས་འགྲོ་འོང་དུ་སམ་གཏམ་ཡིན་ནི་ཁོ་ཡག་པོ་འདུག། འདི་འདྲ་བའི་སྐོར་ནས་ད་སེམས་མ་ཡངས་པའི་ཐབས་ཤེས་བྱས་ནས་སེམས་རྩེ་ཞིག་བསྟེན་ཡག་ད་དེ་དཔེ་གལ་ཆེན་པོ་རེད་ཤག། ནང་སང་གཞི་ནས་མཚན་ཉིད་པ་ངན་ལ་སྒྲུབ་ནས་མ་འགྲུབ་ནས་ཁོ་བློ་རྩེ་གཅིག་པ་དེ་སྒྲུབ་ཡག་དེ་དཔེ།